ཡུ་རོབ་དམངས་ཁྲོད་ཁག་ཏེ་བརྙན་འཕྲིན་ཟེར་མཁན་དང་ཨ་ནེ་བཙན་མཁན་ཡོངས་ལ་ཡང་སྐུ་འགམ་བཟང་བའི་འཚམས་འདྲ་དང་བཀྲ་ཤིས་དང་ཞུ་གི་ཡོད། དེ་རིང་ང་ཚོ་དམངས་ཁྲོད་ཁག་ཏེ་ཨ་ནེ་བགྲོ་གླེང་ཚོགས་ཡ་དེ། དམ་ལྡན་རྡོ་རྗེའི་བུ་སློབ། ཡུ་རོབ་གཞུང་འབྲེལ་ཚོགས་པའི་ཨ་ནེ་མཚན་ཐོག་ནས་ཚོགས་འདུ་འདུག་ཚོགས་ཆེན་ནས་གོ་སྒྲིག་ཞུས་ཤོག་དང་བཀྲ་ཤིས་ཡིན། བགྲོ་གླེང་བྱེད་ཡག་གི་བརྗོད་གཞི་དེ། ད་ཉེ་ཆར་ཟླ་བ་ཁ་ཤས་ཀྱི་སྔོན་ལ་ཡ། མདུན་ལམ་གསར། སྲིད་སྐྱོང་བློ་བཟང་སེང་གེ་དང་ཤར་གླིང་ཟླ་སྒྲོན་གཉིས་ཀྱིས་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་རེད། དེས་ད་དུས་རྒྱལ་བསྟན་སྲོལ་སྐོར་ལ་ཡག་ཡིན་ཟེར་ནས་གསར་འགོད་གསལ་བསྒྲགས་ཅིག་དུས་ཆེན་འཚང་རྒྱུའི་བརྒྱུད་ལམ་ཁག་ལ་ཡང་གནས་ཚུལ་མང་པོ་ཞིག་དུས་ཆེན་སྤེལ་ཡོད་པ་རེད། དེ་འདྲ་ཡིན་དུས་དེའི་ཐོག་ལ་ཡང་ད་ང་ཚོའི་བགྲོ་གླེང་གི་གཙོ་བོ་དང་ད་ང་ཚོ་མཁས་དབང་དགེ་བཤེས་དཀོན་མཆོག་མཁྱེན་བརྩེ་དུས་ཆེན་དེ་འདྲ་ཞུས་ཡོད་པ་རེད། རྒན་གྱིས་དེའི་སྐོར་ལ་ཡང་བོད་སྐད་ད་གནས་ཚུལ་ཡིན་པ་ཡིན་པ་ག་རེ་དང་མིན་པ་མིན་པ་ག་རེ་ཡིན་པ་དེའི་སྐོར་ལ་ཡང་རྒྱན་གྱི་རྟགས་དང་དོན་ཚན་ཚང་མ་གཟིགས་ཡོད་རེད་གསན་ཡོད་རེད་དེ་ཡིན་དུས་རྒྱན་ཁྱེད་རང་གིས་དེའི་ཐོག་ལ་ཡང་དགོངས་ཚུལ་དང་ཨན་ཅིག་བི་གེ་ཁོང་ཚོའི་འགྲེལ་བཤད་བསྐྱོན་བཞག་པ་དེ་བདེན་པ་ཡིན་པའི་ཆ་དང་བདེན་པ་མིན་པའི་ཆ་ག་འདྲ་རེད་གཟིགས་ཡོད་ན་དེ་གའི་དེའི་མང་གཉེན་སྒྲིག་ཟིན་གྱི་ན་ལ་མང་གསལ་བཤད་ཞིག་བསྐྱོན་རོགས་གནང་ཞུ་བ་ཡིན། ད་ངས་ཞུ་ཡོད་དེ།
བོད་ཕྱི་ནང་གཉིས་ལ་ཞུ་ངེས་ཀྱི་ནི་ང་རང་ཚོ་དམ་གཙང་གི་རྡོ་རྗེ་སྤུན་གྲོགས་ཚོ་རེད། ཨ་ནི་དེ་ག་ནང་བཞིན་གྱི་བློ་གཟུ་བོར་གནས་པའི་དེ་ནི་བོད་རིགས་རྒྱ་ཆེའི་མི་མང་རེད། ཨ་དེ་ག་ནང་བཞིན་གྱི་ཅིག་བདེན་པ་ལ་རྒྱབ་སྐྱོར་གནང་མཁན་གྱི་འཛམ་གླིང་ཕྱི་ནང་ག་འདྲི་ཅི་ལ་ཡིན་པ་ཡིན་ན་ཚང་མ་ལོ་ལ་ཡ། ད་ད་ལྟ་དགེ་བཤེས་ལགས་ཀྱི་ཨ་ནི་ཡུ་རོབ་ཤུགས་ལྡན་ཚོགས་པ་གྱི་ཨ་ནི་གོ་སྒྲིག་གནང་པའི་ཐོག་ལ་ཡ་ང་སྐད་ཆ་བཤད་ག་ཤོག་ས་སྐད་ཚང་འདི་སྔས་ནས་གསུང་གི་འདུག་བྱས་ཙང་དེའི་ཐོག་ལ་ཨ་ནི་ཅིག་ད་ང་རང་ཡ་མང་ད་མང་པོ་ཅིག་བཤད་ཚར་རེད་དེ་ཡིན་ན་དེ་རིང་ཡ་གང་བཤད་ཅི་བཤད་ཅིག་ད་བཤད་ཡ་དེ། སོ་སོའི་ལྟ་འཇོན་པ་དེ་འདི་རེད་བཞིན་པ་ནས་གལ་འཇོག་ངོ་མར་བྱེད་ས་དེ། ཤེས་ཡ་དེ་གིས་ངས་འབྲི་གི་རེད་ཅེས་ཅེས་ཁས་ལེན་ཞུ་བྱས་ནས་འོ་ལྟ་དེ་རིང་ང་ཡོང་ཡས་ཀྱི་རྒྱུ་མཚན་གཙོ་བོ་འདྲ་དེ་དེ་ཡིན། དེ་ཡིན་དུས་གང་ལ་ད་ད་ལྟ་རྒན་གྱིས་ངོ་སྤྲོད་གནང་བ་ནང་བཞིན་རེད། དེ་རིང་གི་བརྗོད་གཞི་གཙོ་བོ་ཟེར་ན་མི་འདུག། ང་རང་ཚོ་གི་སྐད་ཆ་ཤེས་ཡ་གི་གཞི་རྟེན་འདྲ་པོ་དེ། འོན་ནི་རྡ་རམ་ས་ལ་བཙན་བྱོལ་གཞུང་གི་འོས་མི་འགོ་ཁྲིད་བློ་བཟང་སེང་གེ་དང། ཤར་གླིང་ཟླ་སྒྲོན་ད་ལྟ་ཕྱི་སྲིད་བཀར་ཕྱི་འབྲེལ་ལས་ཁུངས་ཀྱི་ད་ད་བཀའ་བློན་ཡིན་ན་ག་རེ་ཡིན་ན་གོ་ན་ཉིན་འགའི་འདི་འདྲི་ཅིག་གིས་ད་སྐད་ཆ་ཅིག་བཤད་ནས། བ་ཚ་ལགས་ལ་ང་ཚོ་ཡང་བསྟན་ཟིན་མ་འཇགས་འགྲོ་ཡག་འགྲོ་བ་དང་གནས་ཚུལ་འདྲ་བོ་ཡག་པོ་ཅིག་ཡོང་པའི་ཁ་ཐུག་ལ། ཡང་ཡར་བླངས་བྱས། ཨ་ནེ། བའི་མི་སེར་བླངས་པ་ཙམ་དུ་མ་ཟད་པའི་དེ་ཡང་ཕྱི་རྒྱལ་གཞན་དག་གི་སྐད་ཡིག་ང་ཚོ་བོད་རིགས་ནང་ཁུང་གི་རྙོག་དྲ་ཅིག་ཡིན་བསམ་ནས་ང་ཚོ་ད་ལྟ་བར་དུ་དེ་རིགས་དྲན་གྱི་ཡོད་རེད་དེ་ཡིན་ན་ཡང་དེའི་ས་ལ་མ་བཞག་པ་བྱས་ནས་ཕྱི་རྒྱལ་གྱི་སྐད་ཡིག་ཐོག་ལ་ཡང་ཁྱབ་བསྒྲགས་བྱས་ནས་དེ་བྱེད་ཡོང་དུས། ཡང་ནི་ང་ཚོ་ད་ཤུགས་ལྡན་ལྟས་ངན་གཙོ་བའི་འཛམ་བུ་གླིང་གི་སྡིངས་ཆའི་སྒང་ལ་ལངས་རྗེས་བྱེད་དགོས་ཡ་དེ་ལ་ཁག་ཡོད་དང་མེད་དེ། ཕལ་ཆེར་ད་དེ་འདྲའི་གི་ཐོག་ནས་གནས་ཚུལ་དེ་ཤེས་ཐུབ་ས་རེད་བསམ་བསམ་རེ་བྱེད་ངེས་དུ་དྲན་ཡོང་གི་འདུག་བྱས་ཙང་ད་ང་ཚོ་ཁ་ནང་གི་དམག་དེ་ཁ་ནང་ལ་གསོད་ཡས་གི་ཐབས་ཤེས་དེ་ལོ་ནས་ལོ་བསྟུད་ནས་བྱས་ནས་རྩ་བ་ཉིད་ནས་ད་བས་ཅིག་དེ་ལ་ཡ་འགྲོ་བ་ཅིག་མ་བྱེད་པ་ཅིག་ན་ཁོ་ན། དེ་ལ་ཡ་བས་ཅིག་ཤུགས་དང་མ་སོང་ན་ཆེར་ཆེར་ཆེར་བཏང། ད་བཏང་ནས། ཐབས་ཤུགས་རེ་ལྟོས་གང་ལ་ད་ཅིག་རྒྱལ་སྤྱི་སྡིངས་ཆའི་སྒང་ལ་ཡར་ལངས་ཡར་གྱི་མཚམས་ལ་སླེབས་ཡོང་ལྟོས་གང་ལ་འོ་ད་ཁོ་ཚོ་གང་མི་མཛེས་བྱས་སོང། ཨ་ནི། ཨོ། འདི་ང་རང་ཚོ་བོད་པའི་གི་གནས་ཚུལ་རེད་བ་ནང་ལོག་ལ་བཤད་ན་འགྲིག་གི་རེད་བ་ཅེས་ནས་དེ་ནི་འཛམ་བུ་གླིང་སྡིངས་ཆའི་སྒང་ལ་ལངས་དགོས་ཡ་ཡོད་མ་རེད་བ་ཅེས་ནས་ཨོ། འདི་འདྲའི་ཁ་ཤས་བཤད་ངེས་ཡོད་ས་རེད། ཡིན་ནའི་འདི་བཤད་པ་དེ་རྒྱུ་མཚན་འདུག་མི་འདུག་ད་སོ་སོའི་ངོས་ནས།